རྒྱ་རྗེ་སེམས་དཔའ་པོ་རྣམས་ལ། བལ་ཡུལ་ནས་གུས་ཟླ་བ་དལ་བརྒྱད་ཀྱི་སྔ་དྲོ་བདེ་ལེགས་འཚམས་འདྲི་ཞུ་བར་འཚབ་ཅིག། དེ་རིང་ངས་ཤོ་དང་ཤོ་བརྒྱད་ཀྱི་སྐོར་ལ། སྲབ་བརྒྱད་གཉིས་པ། ཤོ་བཤད་གཉིས། མི་མང་ཕལ་པ། དེ་ཡང་ཕལ་ཆེ་བ་ཡིག་རྨོངས་པ་རྣམས་ཀྱིས། སོ་སོའི་སེམས་ཀྱི་ཚོར་བ། དགའ་སྐྱོ་སྡུག་གསུམ་དག། ཤོ་རྩེ་ལ་རོལ་གྱིན། ཐོལ་འབྱུང་དུ་བརྩམས་ཤིང། དེ་མ་ཐག་ཏུ་སེམས་ཚོར་ཆེན་པོས་ངག་ཐོག་ནས། དོན་པའི་རང་བྱུང་སྙན་ངག་རྩ་ཆེན་ཞིག་ཡིན་པ། འདི་སྐོར་ལ། ངས་སང་ཞུ་དགོས་ཡིན་ད་འདི་ཤོ་བཤད་སྐོར་རེད་ཤོ་བཤད་ཟེར་ན་འདི་འདྲ་རེད་ད། ངས་ད་འདི་འདྲ་བཤད་རྒྱ་མོ་དགའ་བྱས།

བཀྲ་ཤིས་ལགས་གསུང་བ་ནང་བཞིན། འདི། བོད་ལ་མ་དར་གོང་ལ་ཕྱི་རྒྱལ་ལ་དར་བའི་ལོ་རྒྱུས་ཅིག་དྲི་བ་བཏང་གནང་སོང་བ་འདི་དང་འབྲེལ་ནས། དང་པོ་ངས་འདི་ཞུ་གི་ཡིན། ང་ཚོ། བོད་ཀྱི་ལུགས་ཀྱི་ཤོག་རྩེད་སྟངས་འདི་དང། དེའི་སྔོན་ལ་ལོ། བོད་ལ་མ་དར་གོང་ལ་ལོ་སུམ་སྟོང་སྔོན་གྱི་ཤོག་རྩེད་སྟངས་འདི། ཤོག། བེད་སྤྱོད་བཏང་བ་གང་ཞིག་ལ། ཤོག་གི་རྩེད་མོ་རྩེད་སྟངས་འདི་རྦད་དེ་ཁག་ཁག་རེད།

བྱུང་དང་དྲི་མ་སྐྱོ་རེངས་ཀྱིས། དང་པོ་དེ་འདི་འདྲ་རེད་ཞེས་བལྟ། ངས། འདི་ལུང་དྲན་པ་ཡིན་ན། གཤེན་རྩེ་ཚང་ངམ་ཁུ་དབང་གི་འབྲི་རྩོམ། ཤོ་འམ་ཆོ་ལོའི་སྐོར་ཞེས་བརྗེ་བ་བལྟ། རྩོམ་ཆེ། དེའི་ནང་ལ་ག་རེ་འཁོད་ཡ་རེད་ཟེར་ན། མཁས་དབང་ཐུབ་བསྟན་ཕུན་ཚོགས་ལགས་ཀྱི་བོད་རིག་པའི་སྤྱི་བཤད་སྐབས་སུ། ཆོ་ལོ་ནི་བྱང་བུ་ལྟར་བསྟན་ནས། རྒྱལ་མཚམས་གཅོད་པའི་རྩིས་རིག་ཅིག་སྟེ། ཨེ་ནས། བརྩེ་ཐབས་ཞང་བོད་ལོ་རྒྱུས་རྩིས་སྲས་འོད་ལ་གསལ་བར་ལྟར་རོ། ད་ག་ལ་སྲིད་ད་འདི་མཁས་དབང་འདི་ཤོ་རྩེ་ཐབས་སྐོར་འདི་རྩིས་སྲས་འོད་ལ་གསལ་གི་བ་རེད། དེ་རྩེ་ཐབས་དེ་ཡང་འདི་ཤོ་འདི་ནང་ལ་གསལ་བསྡད་བ་རེད། རྩེ་ཐབས་སུ་རྩེ་ཐང་གི་འདི་རུལ་འདི་ཤོ་ཐིམ་འདི་གཟིགས་བ་རེད། ད་ནང་བཞིན་མཁས་དབང། ནམ་མཁའི་ནོར་བུ་ལ་ཀྱང་ཆོ་ལོས་ཕུག་གང་ལ་ཐུག་སྨིན། ཞང་པོའི་ལོ་རྒྱུས་ཏི་ཆུའི་འོད་དུ་གསལ་ལོ། མཁས་དབང་ནམ་མཁའི་ནོར་བུ་ལས་ཚང་མས་ཁྱིང་གིར་བ། ཁོ་རང་གིས་ད་ག་རེད་ད་ཤོད་བཀོད་དེ་ཏི་སེ་འོད། ད་ཏི་སེ་འོད་ཀྱིས་ད་བོན་གྱི་ད་བསྟན་བཅོས་ཞི་བོ་རྩ་ཆེན་པོ་ཡིན་པར་འདུག་ཨོ་འདིའི་ནང་ལ་ད་ཤོད་བཀོད་དེ་ཟེར་གི་ཡོད། ཨོ་ད་འདི་གོ་མདོག་མཁས་དབང་གཉིས་ཅག་གིས་དེ་གསུངས་འདུག་ཨོ་འདུག་ཟེར།

ལ་གཡུ་ཡི་རི་མོ་ཅན། ལྕགས་ཀྱི་ཆོ་ལོ་ལ་ཟངས་ཀྱི་རི་མོ་ཅན་གཉིས་བསྣམས་ནས། ཁའི་ཤ་ཤར་འདེབས་ཅིང་རྩེ་བར་འདུག། ད་དེ་དུས་ནས་རེད་ད། ད་ཤོག་དེ་ད་ལྟ་ནས་བཤད་ང་ཚོ་ད་ལྟ་ང་ཚོ་བོད་སོས་ཤོག་ཆ་ཞིག་བོད་བཏང་གི་རེད་བ། དེའི་སྐབས་ལ་ད་དང་དོད་ཞི་བ་ཞིག་ད། གསེར་གྱི་ཤོག་དང་དངུལ་གྱི་ཤོག།

ཐུགས་གསང་མཐུག་པོ་བྱིན་རྩི་གི་འདུག། འདི་གོ་དགོས་བ་ལྟ་སྟེ། འདི་ཚང་མ་བརྡ་རྙིང་སོང་ཙང་ང་ཚོ་གོ་དེ་འོ་མི་འདུག་ཨ། འོ་ད་ག་ན་ཞིག་ད་ཡང་ད་ལྟ་འདི་བོན་གྱི་དཔེ་ཆ་ད་ག་ན་ཡོད་འདྲ་ཡོད་རེད་ཨ། ཁྱེའུ་དར་དཀར་གྱི་རས་གུར་གྱོན་ནས་ཟ། གསེར་གྱི་རལ་གྲི་ཐོགས་པ་གཅིག་དང། ཁྱེའུ་ཆུང་ར་ཡི་སློག་པ་ཅན་ལ་ལྕགས་ཀྱི་སོག་ལེ་ཐོགས་པ་གཉིས། གཉིས་པོ་ནི་མི་སྤོས་སྦོས་སྦོས་དགོད་བཞིན་འདུག། ཟི་ལྟོས་ཟླ་འདི་དུས་ཕྱུག་པོའི་བུ་གཅིག་དང། མི་མང་ཕལ་པའི་བུ་གཅིག

ད་དེ་འདྲའི་བློན་པོས་ཀྱི་ཐོ་བཅོས་ལ་ད་དེ་འདྲའི་བློན་པོས་ཏུ་ཡར་བཅོས་ལ། སི་སི་སི་སི་རྒྱ་མི་མོ་སར་ཟིན་ན་ཨ། བལ་ས་ཀོང་ཇོ་ལ་གོ་གི་བ་རེད། མོ་རང་གི། དེ། མོ་རང་དང་བློན་པོ་གང་གཉིས་བདེ་བ་ཆགས་བ་རེད། ད་དེ་འདྲའི་དེ་འདྲའི་སོ་ད་དེ་འདྲའི་བློན་པོས་ཐོ་བཅོས་ཐོ་བཅོས་ཟིན་ན་ད། ང་ཚོ། བསྟོད་པའི་སྐད་ཡིན་ན་ཡིག་སྐད་ཡིག་སྐད་རེད་བ།

འདི། བྱེད་པོ་གཅིག་དང་རྟག་པ་རྟོགས་པ་ཐོབ་ཕོད་པའི་འདི་རུ། རྣལ་འབྱོར་མ་བྱེད་རུང་བ། མོ་རང་དང་ནི་སྟོང་ལྡན་ཅིག་འདི་བྱས་པ་རེད་ཐང་མ་ཅིག་མོ་རང་དང་སྟོང་ལྡན་ཅིག་ཟུང་འཇུག་གསང་བའི་རྣལ་འབྱོར་ལ་ཞུགས་པ་རེད་ཟུང་འཇུག་གསང་བའི་རྣལ་འབྱོར་ལ་ཞུགས་པ་ཟེར་ན། ད། ད་གསང་སྔགས་ཀྱི་དཔེར་ད་ཉམས་ལེན་མཐོ་ཤོས་སུ་རེད་ཁོ་ཚོ་གཉིས་ཆ་ལ་ཞུགས་པ་ད། ཆ་ལ་གཟིམས་ནས་ལ་དེ་ནི་ག་རེ་བྱས་པ་རེད་ཟེར་ན། ད་དེ་ལ་གཉིས་ཆ་ཁོ་ཚོ་གཉིས་ཀ་རྟོགས་པ་ཐོབ་པ་དགོས་གོ། རྟོགས་པ་ཐོབ་པ་དང་ཉམས་ལེན་ཐོབ་པ་དགོས་དེ་མེད་ན་འགྲིག་ཡོད་མ་རེད། ད་ཡིན་ན་དེའི་སྐབས་ལ་སྟོང་ལྡན་འདས་ཀྱིས་ལྟས་སུ་ད་ཞབས་འདེགས་བྱ་བ་རེད། ཁོ་རང་གིས་དེ་བྱེད་མ་ཐུབ་བ། ཕས་ཁོ་བ་དེ་བཀག་མ་ཐུབ་བ་བྱས། བྱས་ནས་མ་ཅིག་ལབ་སྒྲོན་མ་ལ་སྒྲུལ་མ་ཆགས་པ་རེད་སྒྲུལ་མ་ཆགས་པ་ཚོ་ཕུག་ཆགས་པ་རེད། འོ་ད་དེའི་ཐོག་ལ་ཤོག་ཆད་བྱས་བ་རེད། ད་ལ་མ་ཅིག་ག་རེ་བྱས་པ་རེད་ཟེར་ན།

ཁོས་སྟོང་འདི་དེ་བསྲེགས་ཡོད་པ་ལ་དུ་བ་སྟོང་འདི་དེ་གི་མ་ཅིག་ལབ་ཀྱི་ནུབ་ག་བ་ཆུ་དུ་ཐང་ཐུག་སོང་ན་མ་ཅིག་ལབ་ཀྱི་སྡོད་མ་ཟངས་རི་ཁ་མ་དུ་འདུག་འཇོ་རུ་ཏོག་ཏོན་ཟིན་ན་ཆུ་ཤོ་མི་ཅོ་ཅིག་གི་དེ་རུ་བ་བྱས་ཟངས་ད་དེ་ཤུ་མི་ཅོ་ཅིག་ལ་དཔེ་སྦྱར་ནས་ལ་ཨེ་ནི་སྟོང་འདི་དེ་ལ་ལབ་རོ་བྱས་སི་ཁྱེད་རང་ཁྱེད་རང་གི་འདི་བསྲེགས་ཡོད་ས་རུ་མ་ཅིག་ལབ་ཀྱི་ག་བ་ཞུགས་ཡོད་མེད་ཨེ་ནི་དེང་སང་མ་ཅིག་ལབ་ཀྱི་སྡོད་མ་ཟངས་རི་ཁ་མ་ལ་ཞུགས་ཡོད་རུ་ལབ་ཨ་སི་ད་དེ་ཤོ་བྱས་ནང་ལ་ལན་བསྐུར་ར་རེད།

ལོ་རྒྱུས་ནང་ཤོ་ཤེ་མང་པོ་ཡོད་རེད། འབྲུག་པ་ཀུན་ལ་དེ་ཚང་མ་འདྲིས་གནང་ཞུ་ཡོད་རེད་ས་ཤོ་རྒྱབ་ཞུ་ནས་ལ་ཨེ་ནི། མི་ཞིག་ཡོང་ནས་ངའི་ཨ་མ་ལ་དོན་ལྡན་ཤག་སོང་དེ་གི་ཨེ་ནི་བུན་འཛིན་དུ་ཨ་མ་ལ་དེ་གི་ཤོ་ཁ་དེ་མ་ཤོ་མ་རེད་གོང་ད། ཟིས་ཀྱི་ཡོད་པ་རེད་དོ་དེ་ཕུད་དུ་བ། སྐྱབས་ལྡན་ལ།

ཁོ་རང་གིས་ཁོ་རང་ཁྲི་བདག་ཡོད་ས་ལ་དབྱིས་ཆུང་དོང་པའི་ནང་དུ་བླུགས། རྒན་མོ་ཐུགས་རྗེ་གནས་སུ་དྲངས་ཟེར་ནས་ཤོ་བསྐྱལ་བརྒྱབ་ནས་ནི། བྱས་པའི་ལོ་རྒྱུས་འདི་སྒྲུབ་པ་ཀུན་ལས་ཀྱི་ལོ་རྒྱུས་རེད། ད་དེ་ནི་མ། དུས་རབས། བཅུ་བདུན་པ་ལ་ཕྱིན་པ་ན་དུས་རབས་བཅུ་བདུན་པ་ལ། འདིའི། གནའ་སྔ་མོ་སོག་པོ་འདི་པད་མ་སྲིད་ཀྱི་འཛམ་བུ་གླིང་ནང་ལ་ཕལ་ཆེན་འཛམ་བུ་གླིང་སུམ་ཆ་གཉིས་ཁོ་ཚོའི་དབང་དུ་འགྱུར་ཏེ་ཁོ་ཚོ་རྟ་གཞོན་ཡོད་ལ་པད་མ་སྲིད་ཀྱི་ཁལ་བ་རྟ་ཡི་སྒང་ནས་དམག་རྒྱག་ཡོད་ལ་ཁལ་བ་པད་མ་སྲིད་རྟའི་སྒང་ནས་རྟའི་སྒང་ནས་བྲིས་ཡོད་རྟའི་འོག་ནས་བྲིས་ཡོད་ཟུར་ནས་བྲིས་ཡོད་བྱས་ནས་འབབ་དེ་ལུང་པ་མང་པོ་བཅོམ་ནས་སོག་པོ་ཇུན་གར་རྒྱལ་པོ་སྐེ་རགས་ཡོད་ར་བ་རྒྱ་འགལ་ཚེ་ཁང་སྐེ་རགས་ཡོད་ར་བ། ད་དེ་ནས་དུས་རབས་བཅུ་གཅིག་ནང་ནས་བྱས་ནས་ཨེ་ནི་ས་སྐྱ་པ་འདི་དག་གིས་སོག་པོ་ཆོས་ལ་བསྐུར་རོལ་བ། ཆོས་ལ་བསྐུར་ནས་ལ་ཨེ་ནི་ཆོས་ལ་བསྐུར་ནས་ལ་བསྐུར་ནས་ཨེ་ནི་སོག་པོ་མང་པོ་ནང་པ་ཆགས། ཨེ་ནང་པའི་ནང་ནས་དགེ་བཤེས་མང་པོ་ཆགས་བྱས་ནས་ད་དུས་རབས་བཅུ་བདུན་སོ་ཆིག་སྟོང་དྲུག་བརྒྱ་བདུན་བརྒྱའི་ནང་ལ་ཨེ་ནི་སོག་པོ་སོག་པོ་མང་པོ་སེ་འབྲས་དགའ་སོགས་ཡོང་ནས་དགེ་བཤེས་ཆགས་འདུག་བ།

ད་ཟིང་འཁྲུག་སུས་བསླངས་ཟེར་ན་ཟིང་འཁྲུག་མའོ་ཁོ་རེ་བསླངས་ཟེར་ནས་ད་ཟིང་འཁྲུག་གི་བསླངས་བའི་ལོ་རྒྱུས་ཐོག་ལ་ཞོག་ཕྱིར་དེ་འདྲས་བརྗོད་ཡོད་རེད་ད་དེ་ང་ཚོ་བོད་ཀྱི་རྒྱལ་རབས་ལོ་རྒྱུས་གདོད་མའི་དུས་ནས་སོང་ནས་གཅིག་སྟོང་དགུ་བརྒྱ་དྲུག་ཅུ་ན་དྲང་བར་དུ་གི་རྒྱལ་རབས་ལོ་རྒྱུས་མ་འཕངས་དེ་ནི་བསྲེགས་ཡོད་རེད་འདི་གཅིག་རེད། ད་དེ་ནས་མ།

ཁ་ལས། སྐྲའི་ལས་ཀྱི་འུར་ཤོབ་སོགས་ལ་བརྟེན་པའི་ཤུབས་བྱས་ཡོད་རེད། ཤུབས་ཤ་ཁ་ཤས་བཀུར་སྟི་དང་ལེགས་ཆ་ལ་བརྟེན་པའི་ཤུབས་བྱས་ཡོད་རེད། ཤུབས་ཤ་ཁ་ཤས་བརྩེ་སེམས་མཛའ་གཅུགས་ལ་བརྟེན་པའི་ཤུབས་བྱས་ཡོད་རེད། ད་ཤུབས་ཤ་མང་པོ་ཅིག་ད་འདོད་ཆགས་ལ་བརྟེན་པའི་ཤུབས་བྱས་ཡོད་རེད། ད་འདི་སོང་ད་འདི།

སྤྲོ་བ་གཉིས་ཀྱི་འདུག་ན་དགའ་བོ་ཡོད་ན། ཨེ་ནི་ངས་སབ་ཆ་བཞི་ལ་སྒུག་གི་ཡིན། རྗེས་མ་དེ་ལ་སླར་ཡང་ངས་ཤོབ་བཤད་སྐོར་ལ། ད་ལྟ་སབ་ཆ་དགོས་པའི་ཤོབ་བཤད་དུ་དུ། སྐོར་ལ་ཤོབ་བཤད་རེ་རེ་སྤེལ་བཞག་ནས་ཞུ་ག་བསམ། འོ་འདུག་སེ་ད་ད་རིགས་འདི་ལ་འཐུས་པའི་ཡིན་ད་ཤི་དེ་ལས། གོང་དང་ངས་དེའི་ནོར་རྩིས་གཉིས་འདུག། གོང་དུ་ངས་ཁ་ནོར་གཉིས་ཐེབས་བཞག་ཅིག། བླུན་པོ་དགའ་གཏོང་ལྡན་གྱིས་དེ་རེ་བ་རྒྱ་ནག་ནས་ནས་རྒྱལ་ས་ཀོང་ཇོ་དེ་འདྲས་ཞུ་རེ་བ་འོ་དེ་རེད། དེ་ལ་ངས་ཀྱང་པ་ར་ལན་བལ་ས་ལ་འགྲོ་བྱས་བཞག་བལ་ས་མ་རེད་རྒྱ་ས་རེ་བ། ཅིག་དེ་གཉིས་བ་དེ་འདྲ་དེ་གླིང་རྗེ་གེ་སར་རྒྱལ་པོ་དེའི་དུས་རབས་ཕལ་ཆེར་དེ་བཅུ་གཉིས་དེ་བ་འགྲོ་གི་ས་བཅུ་གཅིག་བཅུ་གཉིས་དེ་བ། ང་འགྲོ་བསམ་གྱི་འདུག་དེ་ཏག་ཏག་ང་ཤེས་ཡ་མེད་ངས་དེ་ག་རེ་ནོར་བྱས། དུས་རབས་བཞི་བ་ནི་གཅིག་ལབ་སྤྲོད་བྱས་འདུག་ཨོ་དེ་གཉིས་ཡང་ངས་ང་རེ་སྐད་ཆ་བཤད་པ་གཅིག་ཉིན་པ་ཡིན་པས་དེ་གཉིས་ནོར་བའི་ཟུར་ནོར་བཅོས་ཡིན་ནོ།